ད་རུང་གི་རྡོ་ལ་མ་ཡིན་ཟེར་གྱི་ཡོད་རེད་ད་ང་རང་གི་ཤེས་ཡག་གི་ལས་འགན་འདྲ་བོ་དེ་དང་འབྲེལ་ནས་མ་ཚད་ཁ་ཤས་ཅིག་ཞུ་ཡ་ཡིན། ཁ་སང་སྔོན་མ་དགེ་བཤེས་རྒྱ་བ་དེ་ཚོ་ནས་ད་ཁ་ཤས་ཡག་ཁ་སིབ་སིབ་ནང་མི་འདུག་སྨན་ཕིས་བལྟས་ཚིག་རྒྱབ་ནས་དེ་ནས་ང་ཚོ་བྱེ་བྲག་བོད་ཀྱི་སྣོད་བཅུད་ཆགས་སྡང་ཁ་ལ་མ་བབས།

ཁོ་བ་ལས་རུས་པ་དང་མ་གི་རྟ་ཨེ་གི་ཟེར་གྱུར་ན་ཁམས་དམར་པོ་ལས་ཤ་དང་ཁྲག་ཆགས་ཀྱི་རེད་ཟེར་གྱི་བཤད་དེ་འགྱུར་བ་ཚེ་རིང་པོའི་སྟེ་ཁས་ལེན་གྱི་ཡོད་ས་མ་རེད། ག་རེད་ཟེར་ན། མ་ཡི་མངལ་དུ་ཉིན་མཚམས་བརྒྱ་ཡོང་དུས་ཁྱིམ་དུ་ཁྲག་རིལ་གྱི་ཁྲག་སྒོང་གཅིག་ལས་གཉིས་ཆད་ནས་ད་ག་རེ་ཡིན་ན་གྲོགས་ཡོང་བ་གཅིག་ཡིན་མ་གཏོགས་ཀྱི། དང་པོ་ནི་ཁོ་ཀླད་པ་གྲུབ་ས་ཡིན་ཟེར་ཁག་གཅིག་རེད་དེ་ཀླད་པ་དང་རུས་པ་གྲུབ་ས་ཡིན་ཟེར་ཤ་དང་གྲང་ཡིན་གྲུབ་ཙམ་ཡིན་སའི་ལོ་ཁ་འདྲ་བོ་ཅིག་འོ་དེ་འདྲས་མ་ཡིན་པ། ཁོ་རང་ངེད་ཚོ་དང་པོ་གཅིག་ཏུ་འདྲེས་དེ་ནས་གཅིག་ལས་གཉིས་ཆེད་ཕར་ཡོང་དུས། འགོག་གི་སྐྲ་ལིང་བྱས་ནས་ད་ཤ་ཁྲག་རུས་སོགས་ག་རེ་ཡིན་ན་ཚང་མ་ལ་ཆ་མཉམ་དུ་ཕ་མ་གཉིས་ནས་ཐུབ་པའི་གི་གོ་ད་ལྟའི་ཉེ་གནས་འདྲ་བོ་དང་ཆ་མཉམ་དུ་ཕར་ཁྱབ་བསྡད་དགོས་ས་རེད་བསམ་སང་ཅིག་འོ་དེ་ཡིན་དུས་ད་ལྟའི་མི་འཁྲིག་པ་འདྲ་བོ་ཅིག་ཆགས་གི་འདུག་ཨ། དེ་རྗེས་ཁ་སང་ནས་ཤེས་ཡ་རྗེས་སུ་དོར་གཅིག་དེ་ཡིན། ད་དེ་ནི་སྣོད་ཀྱི་འཇིག་རྟེན་ཏེ་ད་དེང་སང་འཛམ་བུ་གླིང་གི་ཁ་ལ་མ་བབས་བ་ཡིན་ན། དེང་སང་གི་དབང་དུ་བྱས་ཡང་ཡིན་ན་གླིང་ཕྱི་བ་དྲུག་གི་རུ་བ། ཨ་མི་རི་ཀ་ལྷོ་དང་བྱང་གཉིས་བཅས། ད་ནི་ལྷོ་དང་བྱང་གཉིས་ཀྱི་དཔའ་རོ་དེ་ནི་ཕ་ཉག་ཉག་རེད་ནི་འབུ་སྒྲོ་མི་སྐྱེས་པ་འདྲ་བོ་རེད་དེ་ཡོད་རེད་དེ་ཡ་མ་ཆེ་པར་ཤེས་ཡ་རེད་ཤི་ར་བདེ་ཧོ་ཡོད་རེད་དེ་ཡིན་ཚོད་ཨ་མི་རི་ཀ་ལྷོ་བྱང་གཉིས་བཅས། དེ་ནས་ཨ་ཧྥེ་རི་ཁའི་སི་ཨེ་ཏེ་གླིང་ཆེན་གཅིག་བརྩེགས་བར་སྐོར་གཡང་བཞི་བྲག་གི་ཆེན་པོར་བ་མི་རེ་ནག་པོ་ཡོད་སོགས་ཀྱི་ས་ཆ་དེ་ཨ་ཧྥེ་རི་ཁའི་སི་ཨེ་ཏེ་གཅིག་ཁྱེད་གསུངས་རེད་སོང། དེ་ནས་ཨོ་སི་ཁྲུ་ལི་ཡ་གི་ཞི་བདེ་རྒྱ་མཚོ་གི་མ་མེ་མེ་ར་ཡུལ་མི་དེ་ཨོ་སི་ཁྲུ་ལི་ཡའི་སི་ཨེ་ཏེ་ཧ་ཅང་གི་གླིང་ཆེན་པོ་རེད་ད་དེའི་གཡས་སྐོར་ལ་ནུས་རྩ་ལེན་འདོད་དང་རྒྱལ་ཁབ། ཁ་ཞེ་ཡོད་ཀྱི་རེད། བདེ་གླིང་ཆེན་པོ་གཅིག་རེད་དེ་དེ་ཡེ་ཤེས་ཀྱི་དེ་ནི་ཡེ་ཤེས་ཡ་ཡ་གླིང་ཟེར་གྱི་ཡོད་དེ། གཅིག་གི་དེ་དང་ལྔ་གཅིག་དེ་ནི་ཡོ་རོབ་ཀྱི་གླིང་དེ་གཅིག་བརྩི་དགོས་དགོས་ཀྱི་རེད། ད་དེང་སང་ཆབ་སྲིད་དང་འདི་འདྲས་ཀྱི་ལྟ་ཡོང་དུས་ཕ་རྒྱལ་གླིང་གཅིག་བརྩི་དགོས་པའི་བཟོ་འདྲ་བོ་རེད་མ་གཏོགས་ཀྱི་ཁོ་རང་ཡེ་ཤེས་ཡར་ཚུར་འཇགས་ཀྱི་ཡོད་རེད་བ། ཉི་མ་ཤར་ནུབ་ཀྱི་ཆ་ནས་འཛམ་བུ་གླིང་ཁོ་རང་ལ་རྩ་བའི་ཆ་ནས་ཉི་མ་ནུབ་ཡ་མེད་ཟེར་དགོས་ཀྱི་ཆ་ལ་ཡོད། ག་རེ་ཟེར་ན་འཛམ་བུ་གླིང་ཤར་ལ་ཉི་མ་ནུབ་ཏུ་ཡོད་ན་ནུབ་ཕྱོགས་ཨ་མི་རི་ཀ་དེ་གའི་ལ་ཉི་མ་ཤར་ཡོང་གི་ཡོད་རེད། འདི་བ་ལ་ས་རང་འགྲོ་དུས་བོད་དང་ཨེ་ཤི་ཡ་དེ་ཚོ་ལ་ཉི་ཁ་ཆག་དེ་གི་ཡོད་དུས། རྩ་བའི་ཆ་ནས་དངོས་མ་དབྱིན་ཇིའི་རྒྱལ་ཁབ་གི་ཁོ་རང་དབྱིན་ཇིའི་གི་ས་ཁོངས་ལ་ཉི་མ་ལ་ཡ་མེད་ཟེར་ལབ་པ་རེད་ཟེར་ལབ་པ་ནང་གི་དེ་རེད། འཛམ་གླིང་ལྷོ་བྱང་གཉིས་པོ་དེ་ད་གཡག་རྒྱུག་གི་བྱེད་པ་འགྲོ་གི་ཡོད་རེད་ཤར་ནུབ་གཉིས་པོ་དེ་ད་ཉིན་མཚན་གི་བྱེད་པ་འགྲོ་གི་ཡོད་རེད་བ་ཉིན་མཚན་གོ་ལོག་འགྲོ་གི་ཡོད་རེད། ད་ལྟ་ང་ཚོ་ད་བྱང་ཕྱོགས་ལ་ཡོད་དོ་དེ་ཚོ་དེ་དགུན་ཚེས་ཡིན་གི་འདུག་བ། ད་ནི་ལྷོ་ཕྱོགས་དེ་ཚོ་ད་དབྱར་ཚེས་ཡིན་གི་ཡོད་རེད་ཁོ་ཚོ་ཁོ་ཚོ་དེང་སང་སྤྱི་བའི་སྒང་འདྲ་བ་རེད་ད་ཙོ་མེ་ཏོག་གི་ཆ་ནས་སུས་ཀ་རེད་ཙོ་ཡ། ཚེ་ཡོང་ཡོད་རེད། ཆུ་ཚོད་ཀྱི་ཆ་ནས་སྔོན་རྗེས་སུ་སྐྱེལ་འགྲོ་གི་ཡོད་མ་རེད། ཡིན་ན་ཡང་ད་རིང་ཐུང་དུ་འགྲོ་དགོས་རེད་ཡ། ཉི་མ་རིང་ཐུང་དུ་འགྲོ་དགོས་རེད། ཉི་མ་རིང་ཐུང་དེ་དབྱར་དགུན་དང་འབྲེལ་བ་ཡོད་རེད། ཉི་མ་རང་རེ་རང་ཡུལ་འགྲོ་དུས་ནི་དུས་ཀྱི་ཕྱོགས་ལས་དབྱར་ཁ་ལེགས་ཡོང་གི་ཡོད་རེད། ཉི་མ་དང་དུས་ཐུང་འགྲོ་དུས་སྤྲུལ་ཁ་ལེགས་ཡོང་གི། གཅིག་ལ་ཉི་མ་ཕོ་ཆེ་ཆུང་གི་ས་ཆ་ལ་བྲོས་ཡོད་མེད་ཀྱི་ཆ་ནས་གཅིག་རེད་ལ་གཉིས་པ་དེ་ཕོ། ཉི་མ་ཕོ་ཐང་དེ་འཛམ་བུ་གླིང་དུ་བསྲེགས་འདུག། སྐོར་རྒྱག་གི་ཡོད་ཡིན་ཚུལ་དུ་སྟབས་འདི་འདྲའི་གཅིག་གི་ཆ་ནས་ཁོའི་གཡག་རྒོད་དེ་འདི་འདྲའི་གཅིག་ཡོང་གི་འདུག་ཨ། དེ་ཡིན་དུས་ད་ལྟ་འཛམ་གླིང་ཞང་ཞོགས་ལ་ཉི་མ་ཐུང་རོ་ཐུང་རོ་ཐུང་རོ་འགྲོ་གི་ཡོད་རེད། ག་ཚད་ཡར་ཞང་ལ་སོང་བ་ཡིན་ན་ཇེ་ཐུང་འགྲོ་གི་ཡོད་རེད། ཨ། དེ་འདྲའི་བེད་དེ་ཡར་འཛམ་གླིང་ཞང་སྣེ་རུ་སླེབས་སོང་བ་ཡིན་ནའང། དེ་འདྲའི་ཟླ་གྲོགས་ཁོ་རེང་ལ་ས་རོང་དེ་ག་བ། ད་དེ་ནས་མ་མ་མ་ཡོང་བ་ཡིན་ན། ཉི་མ་བརྒྱད་པའི་ཆུ་ཚོད་གཉིས་ཉི་མ་མཐོང་བ་གསུམ་མཐོང་བ་བཞི་མཐོང་བ་ལྔ་མཐོང་བ་ནི། ད་ད་ལྟ་ང་ཚོ་སུ་གློད་བ་ཡིན་ན་ཉི་མ་གཅིག་གི་རིང་ལ་ཆུ་ཚོད་བདུན་བརྒྱད་ཀྱི་ཉི་མ་ཤག་མེད་འགྲོ་ཐུབ་དེ་འདྲའི་ཚད་ཀྱི་རེད་བ། ད་དེ་ནས་མ་ལྷོར་སོང་བས་ན་ནི་ཉི་མ་རེང་རོ་རེང་རོ་རེང་རོ་ཚིག་མཐོང་རོ་མཐོང་མི་འགྲོ་གི་ཡོད་རེད་དེའི་ཆ་ནས་ཁོ་ཚོ་དབྱར་མཚོ་ཚེས་ཡོང་གི་ཡོད་རེད་བ།

ཆུ་ཚོད་དེ་གཉིས་ཁག་ལ་ཉིན་ཁག་གིས་ན་ཉིན་ཁག་ཆགས་ལ་མཚན་གྱིས་ན་མཚན་ཆགས་ཁེལ་གྱི་ཡོད་ཁོ་ཐག་མ། དེ་བཞིན་དུ་གཅིག་གི་ཁ་ནས་ཁ་དོག་ཞག་ནི་མ་ལྷོ་ལ་སོང་བ་ཡིན་ན། ད་དེས་ཀྱི་ཚངས་ཐིག་གཅིག་གི་ཁ་ནས་ཐད་ཀར་ཤར་ནས་ནུབ་ལ་སོང་བ་ཡིན་ན་ཚངས་ཐིག་གཅིག་ཁ་ལ་ཡོད་པ་ཡིན་ན་ཡང་གཅིག་ལ་ཉིན་གོང་ཁེལ་གྱི་ཡོད་ལ་གཅིག་ལ་མཚན་ཡི་ཆགས་ད་དེ་འདྲ་གི་ཆ་ནས་ཉི་མ་གི་ཤར་ནུབ་ཀྱི་སྐོར་དུ་ལོག་དུ་ཡོད་ར་བ། འདི་གི་ཁྱད་པར་འདི་དག་བོད་པ་ང་ཚོ་འཛམ་བུ་གླིང་གི་བྱིས་པ་འདྲ་བ་གང་གི་མ་འདྲ་བའི་བྱིས་པ་འདྲ་བ་དེ་བྱེད། འདི་ནི་ད་སྔོན་མ་ཡིན་ན་འཛམ་བུ་གླིང་གི་ས་ཁྲ་དེ་གི་ནང་ལོག་ལ་དབྱིན་ཇི་གི་ཤུགས་རྐྱེན་གི་འོག་ནས་འཛམ་བུ་གླིང་གི་སྤྱི་འདྲ་བ་དེ་སྐོར་ལོན་ལོན་ལ་བརྩིས་ཡོད་ཟེར་བ། ཤ་ནུབ་ཞེ་ས་གི་སྟག་ཁོག་གཅིག་དགོས་དགོས་བ་འདི་ཕན་ཆད་ཤ་རེད་འདི་ཚུན་ཆུད་ནོར་བས་ཟེར་གྱི་བཤད་གི་ཡོད་རེད། སྲིད་ཏང་གི་ཆ་ནས་སྐབས་དུས་ཚོད་ཟེར་བ་དེ་དང་ཕྱོགས་ཟེར་བ་དེ་སྤུས་ས་སྤུས་མགྱོགས་ཤིག་ཚ་དུས་ཚད་བཟུང་ས་སྲིད་སྐད་ཡོད་མ་རེད་སྲིད་སྐུད་ཕག་རི་ལ་སླེབས་ན་ཡང་དེའི་ཕག་རི་ལ་སླེབས་ཅིག་ཡོད་བ་ཡིན་ཚ་སོ་སོ་ཡོད་ས་དུ་ཚུར་རེ་ཆག་འགྲོ་དགོས་བ་དེ་འདྲས་ཀྱི་ད་འགྲོ་སྟངས་ཅིག་ཡོད་རེད་དེ་ད་འདི་ཕྱག་ལེན་འཛམ་བུ་གླིང་གི་ལོན་རང་ནི་དུས་ཚོད་དེ་ལ་ཚེས་ཟིན་ནས་སྟབས་བདེ་ཕན་ཆད་དེ་ཤར་ཡིན་དེ་ཚུན་ཆོད་དུ་ནོར་ཡོད་པ་ཡིན་སྲིད། མཛངས་ལ་གཅིག་གྱུར་གྱི་མིང་ཚིག་ཅིག་བསྒྲུབས་ཡོད་ཟེར་བ་ཆུ་ཚོད་དང་ག་རེ་ཡིན་ནམ། དེ་མེད་པ་ཡིན་ན་སྐབས་དེང་སང་མི་གི་མིར་འབྲི་ར་བཟོ་ཡ་ད་དེ་འདྲའི་དཀའ་ངལ་ཡོད་བ་ཡིན་ཙང། ཨོ་དེ་ཤར་ལོ་ནུབ་བྱང་དང་ཆུ་ཚོད་བརྩི་ཡ་དེ་གའི་མཚམས་རེ་ཟུང་སོགས་དུ་ཁོ་ཚོར་ལོན་རང་ནི་མ་བརྩི་ཡོང་གི་འདུག་ཨ།

གནས་ལུགས་དང་རྒྱུ་མཚན་ཞི་རགས་ཡོད་རེད། དང་པོ་ནི་མ་ཀོ་རང་གཞུང་གི་སྒྲུབ་སྟངས་ཀྱི་ཡོལ་བ་དེ་འདྲའི་གི་ཆ་ནས་བཤད་དགོས་རེད་སྲིད། དེ་ཚ་འདི་ཕན་ཆད་འདི་ཚུན་ཆོད་ཤར་དང་ལྷོ་ཡར་དང་མར་ཟེར་ཏེ་ཡང་ན་ཆུ་ཆེན་པོ་གཅིག་ནས་ཕར་ཆེ་ཚུན་ཆད་བྱེད་ན་རི་ཡག་པོ་ཡོད་རེད་སྲིད་ཡང་ན་རི་ཆེན་པོ་གཅིག་གི་རི་རྒྱུད་ཀྱི་ཕར་ཆེ་ཚུན་ཆད་བྱེད་པ་ཡིན་ན་ཆུ་ཆེན་པོ་དང་རི་ཆེན་པོ་དེ་གི་ད་ཀོ་རང་གཞུང་གི་མ་གྲོ་བདེ་འཇིགས་ཀྱིས་སུས་གཅིག་གི་བཟོས་བཞིན་དུ་མ་ཡིན་པ། གཞན་དག་གིས་བཟོ་བཅོས་ཡང་བརྒྱབ་མི་ཐོག་གིས་ཡ་ནུས་མ་ནུས་ད་གཞན་འདྲ་གཅིག་ཡིན་ན་བསྒོ་ཤ་བརྒྱབ་རྒྱུ། ཐེངས་འདྲ་གཅིག་བརྒྱབ། རྐང་འདྲ་གཅིག་བཙུགས་པ་ཡིན་ན་ཡ་ཤུགས་མ་ཤུགས། ད་ཉོ་གྲ་ཞུ་ཐུག་ནས་འཁྲུག་པ་ཤུགས་ཆོག་ཡོད་རེད། ད་རི་དྭགས་ཁྱུ་ཆེན་པོ་དེ་ཚོ་གི་མཚམས་བཤད་རྒྱག་ཡིན་ན་ནི་བརྟན་པོ་ཡོད་རེད། ཟབ་གཅིག་ཡོད་དགོས་སྲིད་པའི་ཞིག་ཡོད་མཚམས་དེ་མཚམས་ཁྱུ་ཡི་བཤད་ཟིན། འདི་ནང་གི་སྐྱིད་ནི་ང་ཚོ་འཛམ་བུ་གླིང་འདི་གི་སྐྱིད་འདྲ་བ་གཅིག་ཤེས་དགོས་ཡོད་ན། ད་དེ་གི་སྐྱིད་སྟངས་འདྲ་བོ་ཅིག་འགྱུར་བ་རྟགས་འདྲ་བོ་ཅིག་དེ་ད་ནི་ང་ཚོ་བོད་ཀྱི་ཇོ་མོ་གླང་མ་ཡང་ན་གངས་རིན་པོ་ཆེ་ཚེས་ཟིན་ནས་འཛམ་གླིང་ཤར་ནུབ་ཤེས་དགོས་རེད་ཟེར། ག་རེ་ཟེར་ནས་འཛམ་བུ་གླིང་གི་ནང་ལོགས་ནས་མཐོ་ཤོས་ཀྱི་ཇོ་མོ་གླང་མ་རིགས་རྒྱུད་དེ་བ། དེ་ཚ་དེ་ལས་མཚམས་ཟིན་ནས་ཤར་ལྷོ་ནུབ་བྱང་གི་ཤེས་རྒྱ་བ་ཡིན་ནའང་ད་དེ་ལས་རྒྱུ་མཚན་ཡག་པོ་ཡོད་རེད། རྒྱུ་མཚན་མང་པོ་ཡོད་རེད། སྐྱིད་སྟངས་ཤར་ལྷོ་ནུབ་བྱང་ཟེར་ཆོག་ཤེས་ཡ་དེ། ལམ་གོར་མ་འགྲོ་ཡ་ལམ་ནོར་མ་འགྲོ་ཡ། ད་ཐང་འདྲ་བོ་ཅིག་གི་ཆེད་དུ་བཤད་གི་ཡོད་རོ། རྒྱུ་མཚན། ཤར་ལྷོ་ནུབ་བྱང་འཁྲུག་སོང་བ་ཡིན་ན། འདིར་འགྲོ་དགོས་ས་དེ་ལ་མི་སླེབས་མི་སླེབས་དགོས་ས་དེ་ལ་སླེབས། སྡུག་བསྔལ་དང། ཆེ་ས་ནས་སོར་ཚུན་གྱི་རིགས་དེ་ཡོང་གི་ཡོད་རོ། དེ་ཡིན་དུས། ཤར་ལྷོ་ནུབ་བྱང་མ་འཁྲུག་ཡ་གི་རྟགས།

ཞེས་སོགས་མ་འདྲ་བ་འདྲ་ག་ཚད་ཡོད་པ་ལྟ་འདི་ཁ་བའི་ད་ནི་ག་ཚད་ཡོད་ཚ་ཚ་ཅེས་མ་ཤོད་ཡ་ཡིན་སྲིད། ད་ང་ཚོ་བོད་ཟེར་ཡ་དེ་གའི་མིང་ཐོག་དང་ག་འདྲེས་ཀྱི་ཐོག་བ་རེད་ཟེར་ཡོང་དུས་ན་མངར་མོ་འདི་འདྲེ་ཞེ་དྲག་ཅེས་པ་སྐྱེ་བོ་ཡོད་མེད་ཏིང་ངེ་མི་ཤེས། ད་བསྟན་བཅོས་འདི་ཚོ་ནུབ་ཕག་སོང་བ་ཡིན་ན། ད་རྗེ་རིན་པོ་ཆེ་དང་ཀོང་རྣམ་པ་ཚོ་ཡིན་ན།

སྐད་འདི་ཆུ་འབོད་ཀྱི་བོད་ཟེར་ཡོད་དེ། འདི་བོན་ལས་བཙུགས་གྲྭ་འགྱུར་བ་ཡིན་སྲིད་པ་རེད་ཟེར་གསུངས་བའི་རྗེས་སུ་མི་ཚང་མ་རོགས་པ་འདྲ་བོ་ཅིག་རྙེད་ནས་ད་བོད་ཟེར་ཐོགས་དགོས་པའི་རྒྱུ་མཚན་འདི་རེད་འདི་རེད་འདི་འདྲའི་ཐ་སྙད་འདིར་བརྟེན་ནས་བོད་ཟེར་ཐོགས་བ་རེད་ཟེར་མ་བཤད་ཡོང་དུས། ད་ད་ལྟ་ཚང་མ་དྲན་གི་མ་རེད་དེ།

འདི་འདྲའི་རྗེས་ཤེས་ཀྱི་ཡོད་རེད། ད་དེ་ཚོ་ལ་མ་འགྲེལ་བཤད་འདྲ་བར་བསམ་ཚུལ་འདྲ་བར་ཁ་ཤས་གཡས་ཁ་ཤས་ཞུས་པ་ཡིན་ན། དང་པོ་བོན་ཟེར་བ་དེ་བོད་བྱ་བ་རེད་ཟེར་དེ་གི་བ་ནར་བ་པོ་ན་རྒྱ་བོན་ཟེར་དེ་རྗེས་འཇུག་ན་ར་བ་ན་ད་ད་ནི་རྗེས་མ་རྗེས་བྱ་བ་ཡིན་ན་དེ་ནི་བོད་བྱ་ནོར་བ་དེ་ཚ་ན་སྔ་མོ་བོད་ཀྱི་ཡིག་བརྒྱ་རྙིང་པ་གི་ནང་ལོག་ལ། རྗེས་འཇུག་ད་དང་ན་གཉིས་གདམ་ག་བྱས་ནས་མཚམས་ཚང་བའི་ད་བྲིས་མཚམས་ཚང་བའི་ན་བྲིས་བྱས་ཏེ་མང་པོ་ཡོད་རེད་བཙད་པོ་དང་བཙན་པོ་ཟེར་དེ་འདྲའི་གི་དཔེ་མཚོན་ཁེངས་བ་ནི་ཤེས་གི་ཡོད་རེད། ད་འདི་གི་རྒྱབ་ལྗོངས་འདྲ་བ་དེ་ག་རེད་ཟེར་ན་བོད་ལ་ནང་པའི་ཆོས་དེ་མ་དར་བའི་སྔོན་དུ་བོན་གྱི་ཆོས་དར་གི་ཡོད་པ་ཡིན་ཙང་ཆོས་ལུགས་ཀྱི་གྲུབ་མཐའ་གི་མིང་དེ་ལུང་པ་ལ་ཐོགས་བ་རེད། དེར་བ།

འགྲོགས་པ་དང་ཞིང་པ་གཉིས་ཀ་ཡོད་ལྡན་མཁན་གྱི་ད་མི་བདེ་སྐྱིད་ཡོར་བ་འདི་ཚོ་ལས་ནི་བོད་མ་འགྲོ་ཟིག་ཡོད་རེད་ཟེར་ཏེ། དབུས་གཙང་གི་སྐད་རེ་དག་རང་ད་ལྟ་མ་ཉམས་པ་ཡོད་ཀྱིས་ཟེར་བ། དེ་ཙམ་ན་སྔ་མོ་བོད་ཀྱི་ཐོག་མར་བཙན་པོ་འདི་ཚོ་ཡར་རྙོག་ལ་རྗེས་ས་འདྲ་བོ་གི་བོད་དབུས་གཙང་གི་ཁོ་ཚོ་གི་ས་གོ་འདི་ཚོ་དེ་འདི་འདྲ་ཆགས་ཡོད་ཟེར་ཞིང་འབྲོག་གཉིས་ཀ་ཡོད་པའི་ལུང་པ་འདྲ་བོ།

ཀླད་པ་གི་ནང་ལོགས་ཤེས་ཡོན་དང་གསང་གྲོང་དང་ཀློག་དེབ་ག་རེ་ཡིན་ན་ནག་ཚོགས་དང་ཁོར་ཡུག་ལ་ལྟོས་ནས་ཡོང་གི་རེད་ཟེར་གྱི་འདུག་དེ་གི་འགྲེལ་བཤད་དེ་ཚུར་འཁོད་ཡོང་བ་ཡིན་ན། ང་ཚོ་བོད་དེ་ས་སྐྱ་ཆེན་པོ་རེད། མི་ཉུང་ཉུང་རེད། དུས་གཅིག་ཡ་ཚིག་ཡོད་ན་མི་ཚང་གཅིག་མ་ཚིག་ཡོད་རེད་བ་དེ་ཡིན་དུས་ཁྲི་ལ་ཡོད་མ་རེད། ཁྲི་ལ་མེད་བ་ཡིན་ཚ་གཅིག་གི་གཅིག་ལ་སྐད་རྒྱབ་དགོས་ན་ཐུགས་ཁྲལ་ཆེན་པོ་འབོད་དུ་དགོས་གི་ཡོད་རེད་བ།

བྃ་དུ་བྃ་ནར་བོ་ལྟ་ལོག་ཏྲྃ་བརྒྱད། བྃ་གོ་འོག་ཧྃ་དེ་ཕྃ་དགུ། ཏྃ་དང་དྃ་དེ་ཚོ་གདངས་འདྲ་བོ་ཡོད་རེད་བ་དྃ་དེ་ཡས་ཀྱང་ནི་དེ་ཡས་འབྱིན་རྒྱུ་ལ་ཡ་ཡང་དུ་ནི་བོད་ཆགས་སོང་བ་རེད། ད་རྒྱ་གར་གི་བོ་ཏྲ་ཟེར་ལབ་ཀྱི་ཡོད་བ་དེ་བོད་ཟེར་ང་ཚོ་བོད་པ་རང་གི་རང་སྐད་ཅིག་རྒྱ་གར་གི་སྐད་ང་ཚོ་འཛམ་བུ་གླིང་ཟེར་དེ་རྫ་མ་ཡི་འཛམ། རྫ་གོ་འོག་ལ་བྃ་གྱི་བྲིས་ནས།

ད་དེ་འདྲ་བ་ཀོ་ལོང་མགོ་ཅན་དང་མདོག་ཅན་དང་དེ་འདྲའི་གཡུག་ནས་ཡ་ཆ་གསུང་འདོད་དུ་ཧ་ཅང་གི་མང་པོ་ཡོད་རེད་དེ་ནང་བཞིན་གྱི་བ་ད་བ་ན་རོ་པོ་སེ་དེ་གི་འོག་གི་ཧ་དེ་ཕར་གཡུག་ནས་བྲོས་ཟེར་དུ་འོག་གི་ར་དེ་གཡུག་བ་ནང་བཞིན་གྱི་གཡུག་རྒྱག་དུས་འདི་བ་ན་རོ་པོ་ད་གི་བོད་ཆགས་ཡོད་ཡོད་བ་ད་ད་དེ་འདྲའི་བྱས་ནས་བོད་ཐོག་དང་རེད་ཟེར་དགོངས་དེ་ཚོ་ཡ་ད་ཚིག་གི་འཇུ་སྟངས་འདྲ་བོ་དེ་དེ་འདྲའི་ཁ་དེ་འདྲའི་ཞིག་རྒྱབ་ཡོད་རེད་བ།

ད་ང་ཚོ་བོད་སྐད་ནས་ཡིན་ན་བག་དང་སྤ་དང་སྦོ་ཟེར་གྱི་བཀླག་གི་འོ་སི་དེ་མ་གཏོགས་བོ་དང་ཕིན་དང་གང་ཡང་བཀླག་གི་མ་རེད་དེ་མིན་ན་སྔ་མོ་སྤོ་བཀླག་གི་རེད་སི་ཨ་དེ་འདྲའི་སྐད་འབྲི་མཁན་གྱི་རྒྱབ་ཡོད་རེད་ད་དེ་བཞིན་འོང་དུས་རྒྱ་ནག་གི་སྐད་དང་འབྲེལ་ནས་དེ་འདྲི་མཁན་མང་པོ་ཡོད་རེད་ད་ཁ་ཤས་ཀྱི་ཐུ་ལུ་ཟེར་ཡ་དེ་གྲུ་གུ་སྐད

དེ་སྦྱོང་སྟངས་དེ་ཡང་ཐུ་བྷེ་ཟེར་ཡ་དེ་སོག་པོ་གིས་ཤུགས་ཆེན་པོ་ལབ། དུས་རབས་བཅུ་བཅུ་གསུམ་པ་སོག་པོ་དེ་འཛམ་བུ་གླིང་ལ་སྐྱེས་པའི་ཁྲབ་ནས་གཅིག་དབང་བསྒྱུར་ཡོང་དུས་ནི་ཁོ་ཚོས་ཐ་སྙད་མང་པོ་བྱས། བོད་དང། ལྷག་པར་རྒྱ་ནག་དང་ཨེ་ཤེ་ཡ་ནང་ཡོད་པའི་ཐ་སྙད་མང་པོ་བརྗེས། ཡོ་རོབ་དང་མགོ་སེར་པོ་འདི་ཚོ་གིས་ལག་པ་བླུན། ཐེངས་དང་པོ་བསླུས་ས་དེ་སོག་པོ་གི་རྒྱུད་ནས་བསླུས་པ་རེད་སྟེ་དུས། ཕོ་རྫོང་གི་ཐུ་བེར་དང་བཅས་ཀྱི་ལམ་འདི་ར་དེ་དབྱིན་ཇི་གི་བར་ཁོ་རང་ཚོར་སྐྲ་བྲེག་ཡོང་དུས Tibet བྱ་བ་རེད། ད་ལྟ་དེ་འདྲའི་གི་འགྲེལ་བཤད་སྦྱིན་མཁན་ཡང་ཡོང་གི་ཡོད་རེད། ད་དེ་བཤད་སྟངས་འདྲ་བ་གཅིག་ནང་ལོགས་ལ་ལུང་པ་སོག་སོག་གི་ག་རང་གི་ཡིན་མིན་མི་འཁྲིད་པ་འདི་ཚོ་དེ་རེད་བ། ད་དེ་ནས Tibet ཟེར་དེར་དབྱིན་ཇི་སྐད་གི་དེ་གོང་དུ་ཞུས་བ་ནང་བཞིན་བྱས་ན། སོག་པོ་ཀྱི་དང་ཐུ་བོད་ཟེར་ཡ་དེ་ནི་གང་ལྟར་སོག་པོ་དང་ཐུ་བོད་ཡིན་ན་འདྲ་རྟ་བོད་ཡིན་ན་འདྲ། འདི་ནི་སོག་པོའི་སྐད་གདམ་དུ་ཕོག་ནས་ཕ་དབྱིན་ཇི་ལས་ཕ་འགྱུར་སོང་བས་འདི་འདྲའི་ངོས་འཛིན་བྱེད་མཁན་གཅིག་རྗེས་ཡག་ཅེས་ཐུ་བོད་ཟེར་ན་སྔ་མོ་ནས་འདི་འདྲའི་སྐད་ལབ་སྲོལ་ཡོད་བསྡད་པ་གཅིག་ད་ནི་རིམ་པས་འདྲ་འགྱུར་ནས་ཡང་ཚུར་བོད་ཆགས་ཡོང་བ་དེ་འདྲའི་སྐད་འགྲེལ་བཤད་འདྲ་བ་དེ། མ་དང་བུ་གཉིས་དང་ཕ་དང་ཚུ་གཉིས།

ཨེ་ཤི་ཡ་དང་ཨ་རབ་པའི་རྒྱ་གར་གྱི་ལག་ན་ཏི་པད་ཏི་རེད་བ། ད་ལྟ་རྒྱ་གར་དེ་གས་ང་ཚོ་བོད་པ་ལ་སློང་བླང་བ་ཡིན་ན་ཏིབ་ཏིག་ལ་རེད། ཏིབ་ཏིག་བཟའ་ལ་ཟེར་ནས། དེ་ད་ཁོ་ཚོ་ལ་བལྟ་མ་གཏོགས་ཡོད་མ་རེད་ད་དབྱིན་ཇི་ལ་བཀྲ་ཡོད་བ་དང་དེ་འདྲས་ཀྱི་ཆ་ནས་ཏི་པད་ཏི་ལ་བར་མ་གཏོགས། རྒྱ་གར་དང་ཨ་རབ་དང་ང་ཚོ་བོད་པ་གྱི་ལོག་ན་ཏི་པི་ཏི་རེད་རྒྱ་ཡིན་ན་ཕ་རྗེ་ད་ར་ཏི་པི་ཏི་རེད་ད། ད་ག་འདྲ་དེ་མི་གས་ལུང་པ་གིས་བྱེད་པར་བ།

ཁོ་རང་ཚོ་གི་ཕ་ཡུལ་ངོས་འཛིན་བྱེད་སྟངས་དབང་ཤོག་དང་ཆུ་མོ་གངྒ་འདི་ཚོ་གི་ངོས་འཛིན་བྱེད་སྟངས་དེ་ཚོ་ལྟ་ཡོང་དུས་འདྲ་བོ་ཞིག་རག་རེད། དེ་ལྟར་ཁོ་ཚོར་ལྷ་ཡུལ་ལས་གཏེར་བུ་ཞིག་གྲགས་ཟིག་ཡོད་པ་དེ་ནི Tibet དང་ཡང་ན Tibet དང་ཏི་ཏིའི་ལུང་རྒྱུན་ནི་འོ་དེ་འདྲས་ཀྱི་ཐོག་ནས་ད་མ་ཡིན་བྱུང་བ་རེད་ཟེར་ཅིང། ཨེ་སྙིང་པ་དེ་ཡང་རྒྱ་གར་གྱི་སྐད་ལས་འབྲས་ལས་ཏི་ལ་གི་འདུ་བ་འབུད་ལྟ། ད་མིན་སྐྲ་གདངས་ཡོད་མེད་མི་ཤེས་ད་བུད་སྟག་འདྲ་བོ་ལ་འུར་ཡོང། སྟག་དེ་ཡང་སོང་མེད་བརྗེད་དུས་རྗེས་འཇུག་འདྲ་བོ་ཆགས་འགྲོ་འགྲོ། ད་དེ་གི་བ་དེ་གི་འོག་གི་ཧ་དེ་ཕར་བསྐོར་བ་ཡིན་ན་ཡང་བ་རྒྱལ་བོད་འདྲ་བོ་ཆགས་ཡོང། དེ་ད་བུད་སྟག་ལ་དེ་འདྲས་ལ་འུར་བ་འདྲས། ད་བོད་དེ་གནའ་སྔ་མོ་འདྲས་གི་དབང་བྱེད་པའི་དུས་རབས་ཡོད་སྲིད་ང་ཚོ་བོད་གི་ལོ་རྒྱུས་ནས་ཅིག་ཤེས་བསྡད་གི་ཡོད་བ་དེ་ད་ཡང་བ་རྒྱར་ཚོད་བརྒྱར་ན།

དགོས་རྟགས་མ་ཟད་འདི་ཚོ་དེ་རུ་བརྒྱུད་ཀྱི་མེད་རེད། ངས་བལྟས།